མདོར་ན་འདིའི་སྐབས་སུ་སྒང་དུ་བཤད་པའི་ཆེ་ཆུང་རིང་ཐུང་མཐོ་དམའ་ལ་སོགས་པ་དག་ཡོད་རེད་ཟེར་བ་ནང་བཞིན་དུ་འདིའི་སྐབས་སུ་ཡང། ང་ཚོ་མི་རྣམས་ཀྱིས་འདི་ནི་ཆེན་པོ་རེད་འདི་ནི་ཆུང་ཆུང་རེད་འདི་མཛེས་པོ་རེད་འདི་མི་མཛེས་པ་རེད་འདི་སྒྲ་རེད་འདི་སྙན་རེད་ཟེར་བ་ལ་སོགས་པའི་མཐར་གཉིས་ཀའི་རྗེས་སུ་འབྲངས་ནས་རྟོག་པ་ཤར་རྟོག་པ་དེ་ལ་བརྟེན་ནས་འདོད་ཆགས་ཞེ་སྡང་ལ་སོགས་པའི་ཉོན་མོངས་པ་མང་པོ་ཅིག་སྐྱེ་གི་ཡོད་པ་དེ་དག་དོན་ལ་རང་གི་བཏགས་པའི་ཡུལ་དེ་རྫུན་མ་རེད། རང་གི་ཡུལ་དེ་དགྲ་བོ་ཡིན་པ་རང་གི་ཡུལ་དེ་མི་མཛེས་པ་ཡིན་པ་དེ་དག་ཁྱེད་རང་ཉིད་ཀྱི་རྟོག་པས་བཏགས་པ་ཙམ་རེད་མ་གཏོགས་ཡུལ་རང་བཏགས་ན། དགྲ་བོ་ཟེར་བ་དང་མཛེས་པོ་ཟེར་བ་མི་མཛེས་པ་ཟེར་བ་དེ་འདྲ་རང་ཚུགས་ཀྱིས་གྲུབ་བསྡད་པ་དེ་འདྲ་གཅིག་མ་རེད། རང་ཉིད་ཀྱི་བདག་འདོགས་འདོད་ཀྱི་རྟོག་པའི་དབང་གིས་དེ་འདྲ་ཅིག་ཡུལ་གྱི་སྟེང་དུ་ཕ་རྒྱལ་བཞག་པ་རེད་ཟེར་བ་དེ་འདྲ་བའི་དོན་དག་ཅིག་ཧ་གོ་བའི་ཆེད་དུ་རྒྱུ་མཚན་དང་མིང་ཟེར་བའང་འདི་ཚོ་བཤད་བསྡད་པ་རེད། དཔེ་ཆ་བཞག་པ་ཡིན་ན་རྒྱུ་མཚན་དང་མིང་ཟེར་བ་འདི་ནི་འཁོར་ལོ་ཐ་མའི་སྐབས་སུ་བརྗོད་པའི་དགོས་པ་དེ་ག་རེ་ལབ་ན་གཟུགས་དེ་གཟུགས་བརྗོད་པའི་སྒྲ་ཡི་བརྗོད་བྱ་ཇི་ལྟར་ཡིན། དེར་དཔེར་ན་ནམ་མཁའ་ལ་གཟུགས་ཞེས་མ་བརྗོད་པ་སྐྱེ་གཟུགས་ལ་གཟུགས་ཞེས་བརྗོད་པ་ཡིན་ཙང་ང་ཚོ་སོ་སོ་སྐྱེ་བོ་སུ་འདྲ་བ་ཞིག་བལྟས་ན་ཡང་གཟུགས་གཟུགས་རང་ཡིན་པ་རེད། གཟུགས་ནི་ཐོག་མ་ཉིད་ནས་གདོད་མ་ནས་གཟུགས་ཀྱི་ངོ་བོར་གྲུབ་སོང་བ་ལྟ་བུ་བཅུག་གཟུགས་ཞེས་པའི་མིང་དེ་གཟུགས་གྲུབ་ཙམ་ནས་གཟུགས་ཀྱི་མིང་ཡིན་པ་ལྟ་བུ་དེ་འདྲ་ཞིག་ང་ཚོ་ལ་གནང་གི་ཡོད་པ་རེད། དེ་ལ་དེ་འདྲ་མ་རེད་ཟེར་གྱི་ཡོད་རེད། དཔེར་ན། བུམ་པ་ཟེར་བ་དེ་གཏན་དུ་མཐོང་མ་མྱོང་བའི་གང་ཟག་ཅིག། ཡང་བུམ་པ་གི་མིང་དེ་ཡང་ཧ་གོ་མ་མྱོང་བའི་གང་ཟག་ཅིག་གིས་བུམ་པ་ཐོག་མར་མཐོང་བ་ན་འདི་ནི་བུམ་པའོ་སྙམ་པའི་བློ་དེ་སྐྱེ་གི་མ་རེད། མིའི་ངོ་མི་ཤེས་པ་ཅིག་མཐོང་བ་ཡིན་ན་མི་འདི་འདི་རེད་བསམ་བསམ་གྱིས་ང་ཚོ་སེམས་ལ་དེ་འདྲ་ཅིག་བྱེད་ར་ཡོང་བ་མ་རེད། ཡིན་ན་ཡང་རྗེས་སུ་མི་དེ་གི་མིང་ཧ་གོ་ནས་མི་དེ་གྲ་ཤི་རེད་ཟེར་བ་འདྲ་བོ་ཅིག་བཤད་པའི་རྗེས་སུ་མི་དེ་མཐོང་བ་ན་ཨོ་གྲ་ཤི་ཨོ་སྙན་པའི་བློ་ཞིག་ངམ་ངམ་ཤིག་ཅིག་སྐྱེ་གི་ཡོད་པ་རེད། ཡིན་ཙང། འཇིག་རྟེན་གི་དངོས་པོ་ཐམས་ཅད་དེ་འདྲ་གྱིས་ནི་དག་པ་རེད། ང་ཚོ་དེ་རེད། དེ་མ་རེད་ཟེར་བ་གི་རྣམ་གཞག་ཐམས་ཅད་དེ་མིང་གི་རྗེས་སུ་འབྲངས། དེ་ལ་རང་གི་རྟོགས་པའི་སྒྲོ་དང་ནི། འདི་རེད་དང་འདི་མ་རེད་ཟེར་རྣམ་དབྱེ་མང་པོ་ཅིག་བྱེད་བདེ་བ་རེད་མ་གཏོགས་དངོས་པོ་རང་གིས་བཏང་དུ་དེ་གྲུབ་ཡོད་པ་མ་རེད། དཔེར་ན། བུམ་པ་ལྟ་བུ་རེད། བུམ་པ་ཧ་མ་གོ་བ་བུམ་པའི་མིང་ཀྱང་ཧ་མི་གོ་བའི་མི་ཅིག་གིས་བུམ་པ་མཐོང་བ་ན་བུམ་པའོ་སྙམ་པའི་བློ་སྐྱེ་གི་མ་རེད། མི་སྐྱེ་བ་དེའི་རྒྱུ་མཚན་ག་རེ་རེད་ལབ་ན། བུམ་པ་ཟེར་བ་གིས། དོན་དེས་སོ་སོ་སྐྱེ་བོ་རྣམས་ཀྱི་རང་གི་འདོད་པའི་དབང་གིས་བརྡ་རྟགས་བཞག་པ་དེ་ཙམ་ཞིག་རེད། འོ་དེ་འདྲ་ལབ་གི་ཡོད་པ་རེད། ཡིན་ཙང་སྐབས་འདིའི་རྒྱུ་མཚན་དང་མིང་ཟེར་བ་དེ་དེ་བཞིན་ཉིད་དམ་ཡང་ན་ཡོངས་གྲུབ་ཟེར་བ་དེ་གཏན་ལ་འབེབས་པ་ལ་ཡིན་གཅིག་མིན་གཅིག་བློ་ཡུལ་དུ་ཤར་དགོས་པ། ཡིན་གཅིག་མིན་གཅིག་ཧ་གོ་དགོས་པ་འོ་དེ་འདྲ་ཅིག་ཡིན་པ་རེད། ཡིན་ཙང་བསྡུ་བ་ལ་སོགས་པའི་སྐབས་སུ། སྐལ་ཆེན་དོན་ཆེན་བཅས་ནི་རྒྱུ་མཚན་དང་མིང་གི་རྣམ་གཞག་དེ་ཡང་དང་བསྐྱར་དུ་གསུངས་ཡོད་པའོ་དེ་འདྲ་ཞིག་རེད།